ཚོགས་མཚན་གསུམ་པ། ཧྥུ་ལོ་པེར་ཚང་གི་གཟའ་ཉི་མ། རྩོམ་པ་པོ། མོ་པོ་ཚང། སྐབས་དེར་ཧྥུ་ལོ་པེར་ནི་ཁང་བརྩེགས་སུམ་ཐོག་གི་མི་རྐྱང་སྡོད་ཁང་ཞིག་ཏུ་བསྡད་ཡོད། ཁོང་ནི་བཀོལ་སྤྱོད་ཀྱི་རིན་ཐང་མེད་པའི་གནའ་རྫས་ཀྱིས་ཁང་བའི་ནང་དུ་རྒྱན་སྤྲས་པར་ཧ་ཅང་མི་དགའ་བ་ཞིག་ཡིན་པས། ཁང་བ་བབ་ཆགས་དུས་ཀྱང་ངོ་གཏོང་བ་ཡིན་ལ། བྱ་གླག་ཀྱང་ཧ་ཅང་ཉུང། ལེགས་གྲུབ་ཅོག་ཙེའི་ཐོག་ཏུ་རྒྱུན་པར་ཡི་གེ་བྲིས་ནས་གང་བའི་འབྲི་ཤོག་རང་དགར་གཏོར་ཡོད། གཟའ་ཉི་མར་སླེབས་དང་རེར་ཉིན་གུང་དུས་ཚོད་གཅིག་ནས་ཕྱི་དྲོའི་དུས་ཚོད་བདུན་པའི་བར་དུ་ཁོང་ཚང་ལ་མགྲོན་པོ་རྒྱུན་མི་ཆད་པར་ཡོང་བ་དང། རྒས་གཅོང་སྒྲ་གྲགས་མ་ཐག་ཏུ་ཁོང་གིས་མྱུར་དུ་ཤིན་ཏུ་ཧྲབ་པའི་རིགས་དམར་པོ་ཞིག་གིས་ལེགས་གྲུབ་ཅོག་ཙེའི་ཐོག་གི་འབྲི་ཤོག་དང། དཔེ་ཆ། མྱུ་གུ། ཚིག་མཛོད་སོགས་བྱ་བའི་ཡོ་བྱད་ཐམས་ཅད་འགེབས་པར་བྱེད། ལས་གཡོག་པ་གཟའ་ཉི་མར་རང་ཁྱིམ་དུ་ལོག་པའི་རྒྱུན་པར་ཁོང་བར་དངོས་སུ་སོང་ནས་སྒོ་འབྱེད་པ་ཡིན། རྒྱུན་དུ་མགྲོན་པོ་ཐོག་མ་ནི་ཡེ་ཝན་ཐུག་གི་ཉེ་ཧྥི་ཡིན། ཁོང་གིས་རང་གི་སྤུན་ལ་འཕྲད་པ་ལྟར་རང་ལས་གཟུགས་ཅུང་ཆེ་བའི་ཨུ་རུ་སུའི་སྒྲུང་གཏམ་རྩོམ་མཁན་དེར་དཔང་འཁྱིལ་བྱས་ཀྱང། ཐུག་གི་ཉེ་ཧྥི་ཡང་ཁོང་ལ་བརྩེ་དུང་ཟབ་མོ་ཞིག་ཆགས་ཡོད། ཁོང་གཉིས་ཀྱིས་བསམ་བློ་དང་མཚན་ཉིད་རིག་པའི་ལྟ་བ། རྣམ་དཔྱོད་བཅས་མཚུངས་ཤིང། དགའ་ཕྱོགས་དང་འཚོ་བ་རོལ་སྟངས་རེ་སྨོན་བཅས་ཀྱང་གཅིག་འདྲ་ཡིན་ལ། རྩོམ་རིག་གི་ལྟ་བ་དང། གཉེར་རྔམ་གྱི་ཕུགས་བསམ་ཡང་གཅིག་འདྲ་ཡིན། ཁོང་གཉིས་ཀྱི་བཤད་མྱོང་གི་ནུས་པ་དང་རྣམ་དཔྱོད་མཚུངས་པའི་རྐྱེན་གྱིས་རྟག་ཏུ་ལྟ་བ་མཐུན་པ་དང། ངོ་འཕྲད་མ་ཐག་ཏུ་ཁོང་གཉིས་ལ་གཅིག་སེམས་གཅིག་གིས་པའི་སྤྲོ་སྣང་ཞིག་སྟེར་བ་ནི་སེམས་ཀྱི་དྭངས་མའི་དགའ་སྣང་རེད་ཅེས་བཤད་ན་འོས་སྙམ། ཐུགས་ཀྱི་ཉེ་ཧྥུ་འབོ་ཁྲིར་རྒྱབ་བསྙེས་ནས་བཞུགས་ཤིང། ངག་འཇམ་ཞིང་ཅུང་ཐེ་ཚོམ་སྐྱེས་པའི་གདངས་ཀྱིས་དལ་མོར་ལབ་གླེང་བྱེད། ཡིན་ནའང། དོན་དག་ཅི་ཞིག་ཡིན་རུང་ཁོང་གིས་བཤད་པ་ནི་ཡིད་འཕྲོག་པའི་ནུས་པ་ཆེས་ཆེར་ལྡན་ཞིང་ཧ་ཅང་སྤྲོ་བ་ལྡན་པ་ཞིག་ཡིན། ཧྥུ་ལོ་པེར་གྱིས་ཆེས་ཞིང་སྔོ་བའི་མིག་ཟུང་དཀྲོགས་པས་དཀར་ཞིང་གཙང་བའི་སྟོང་ལ་ཅེར་ནས་ཤིན་ཏུ་ཡི་རང་བྱེད་པའི་ཉམས་ཀྱིས་ཉན་འདུག་ཁོང་གིས་ལན་འདེབས་པའི་དུས་སུ་སྐད་ལག་གདངས་ཤིན་ཏུ་མཐོ་ལ་དེ་ནི་ཁོང་གིས་གནས་གོ་ལའི་ཡུལ་མིའི་དཔའ་རྒོད་ཀྱི་སྨ་ར་ལྟ་བའི་འོག་ནས་དམག་དོན་འབུད་པ་དང་མཚུངས། ཁོང་ཚོས་ཉིན་རྒྱུན་གྱི་བྱ་བ་ཙག་ཙོག་གླེང་མོལ་དེ་ཙམ་མི་བྱེད་པར་རྒྱུན་དུ་རྩོམ་རིག་ལོ་རྒྱུས་སྐོར་གྱི་དོན་དག་གླེང་བ་རེད། ཐུགས་ཀྱི་ཉི་ཤུའི་རྒྱུན་པར་ཕྱི་རྒྱུད་ཀྱི་དཔེ་ཆ་ཁ་ཤས་ཁྱེར་ནས་ཡོང་བར་མ་ཟད། ཧ་ཅང་བྱང་ཆ་ལྡན་པའི་སྒོ་ནས་གོ་བདེ་དང་ཧྥུ་ཧྲི་མཁན་གྱི་སྙན་ངག་ཁ་ཤས་ལོ་ཙཱ་བྱས་པ་ཡིན། ཅུང་ཙམ་འགོར་རྗེས། དུས་དེ་ཡང་སླེབས་བྱུང། ཁོ་སླེབས་མ་ཐག་ཏུ་ཕ་རི་སིའི་གནས་ཚུལ་དེ། འདོད་ཡོན་ལོངས་སྤྱོད་ལ་ཆགས་ཤིང་བླུ་གར་སྤྲོ་སྐྱིད་ལ་རོལ་བར་དགའ་བ་དང། འཁྲིག་ཆ་ཆེ་ཞིང་སྤྲོ་སྣང་ལྡན་པའི་ཕ་རི་སིའི་སྐོར་བླངས་བ་ཡིན། ཁོང་གིས་སྐད་ཆ་ཚིག་འགས་མི་ཆེ་གེ་མོ་ཞིག་གི་རྐུ་བྲོ་བའི་ཉམས་འགྱུར་ཞིབ་འཇུག་བྱེད་ཐུབ། ཁོང་གིས་ལྷོ་ཕྱོགས་ཀྱི་ཁྱད་ཆོས་ལྡན་ཞིང། ཡིད་འཕྲོག་པའི་ཟུར་ཟའི་བརྗོད་ལུགས་ཐུན་མོང་མ་ཡིན་པ་ལ་བརྟེན་ནས་མི་དང་བྱ་དངོས་ཡོད་ཚད་ལ་ཞལ་གླེང་བྱེད་པ་ཡིན། ཁོའི་མགོ་བོ་ཅུང་ཆུང་ཡང་ཤིན་ཏུ་མཛེས་ཏེ།

ཁོང་གི་མིག་ནི་རྒྱང་གྲབས་ཚབས་ཆེན་ཡིན་པའི་དབང་གིས། སྐབས་རེར་མཐོང་སྣང་དུ་གྱུར་པ་རབ་རིབ་ཏུ་འགྱུར་སྲིད་ནའང། ཁོང་གི་གཏམ་བཤད་པའི་སྐད་གདངས་ནི་གླུ་དབྱངས་ལེན་པ་དང་འདྲ། ལུས་ཀྱི་རྣམ་འགྱུར་མང་པོ་སྟོན་ཞིང་ལག་བརྡ་ལ་ཉམས་འགྱུར་ལྡན་པས་ལྷོ་ཕྱོགས་པའི་ཁྱད་ཆོས་ཡོངས་སུ་མཚོན་འདུག།

རྐང་བ་གཉིས་གཅིག་ཐོག་ལ་གཅིག་བཞག་ནས་ལག་པས་རང་ཉིད་ཀྱི་རྐང་བའི་ཧྲེ་ལུང་བཟུང་སྟེ་སེམས་ཕྱི་མའི་ཚང་མའི་གཏམ་གླེང་ལ་མཉན་པ་རེད། རྩོམ་རིག་གི་ཚ་ལུ་ཞིག་དང་སྒྱུ་རྩལ་གྱི་ཉམས་སྣང་ཞིག་གིས་གཏམ་བཤད་མཁན་གྱི་སེམས་ཀུན་ནས་བསྐུལ་ཏེ་ཁོ་ཚོའང་འཆར་ཡན་གྱིས་ཤིག་ཅིང་མི་ལ་དགའ་བ་སྐྱེས་པ་ལས་ཕྱོགས་སུ་ལྷུང་བའི་འཆལ་གཏམ་སྨྲ་བའམ་དགའ་ཐག་ཆོད་ནས་རང་ཚུགས་རྒྱས་པའི་དུས་སུ་ཁོང་གིས་བློ་མི་བདེ་བར་བླ་འགུལ་ཙམ་བྱེད་པ་དང་རང་དབང་མེད་པར་བསྔགས་ནས། ཡིན་ན་ཡང། ཡིན་ན་ཡང། ཡིན་ན་ཡང། ཞེས་ཟེར། ཡིན་ནའང། གཞན་གྱི་དགོད་སྒྲ་ཆེན་པོས་ཁོང་གི་སྐད་མགོ་གནོན་པ་རེད། ཅུང་ཙམ་འགོར་རྗེས་ཧྥུ་ལོ་པེར་གྱི་ཉེར་སྣང་དྲག་པོ་འཇགས་པ་ན། ཁོང་གིས་འཚུབ་ཆ་ཅི་ཡང་མེད་པའི་སྒོ་ནས་སྐད་ཆ་བཤད་ཅིང། ཁོང་གི་སྐད་གདངས་ནམ་ཡང་ཕྱི་ཞིང་འཇམ་ལ་ཚིག་ཀྱང་ཤིན་ཏུ་སྙན་པ་ཞིག་རེད། བཙོ་ལས་གཟུགས་འབྲིང་ཙམ་ཡིན་ལ་ཤ་ཅུང་ཟད་རྒྱགས་པོ་ཡིན། ཁོང་གི་གདོང་ལས་བབ་ཆགས་ཀྱི་རྣམ་འགྱུར་ཞིག་མངོན་པར་མ་ཟད་ཨུ་ཚུགས་ཆེ་བའི་རྣམ་འགྱུར་ཞིག་ཀྱང་མངོན་འདུག་ཁོང་གི་མགོ་ནི་གནའ་བོའི་དབྱི་ཐ་ལིའི་བརྐོས་རིས་ཐོག་གི་མི་སྣའི་མགོ་བོ་དང་འདྲ་བར་དེ་འདྲའི་མཛེས་པོ་ཞིག་མིན་ནའང། རྐྱང་གྲོང་འཛོམས་ཤིང་བློ་བརྟན་འགྱུར་མེད་ཀྱི་རང་བཞིན་དེ་བླ་ལྷག་ཏུ་མངོན་ཡོད། ཁོང་གི་སྤྲེལ་བ་ཆེན་པོའི་ཐོག་ཏུ་ཧ་ཅང་ཐུང་བའི་སྐྲ་གྱེན་དུ་བཟང་ཁང། སྣ་ནི་དམའ་རིས་ཡོངས་སུ་གས་པའི་ཁ་དོག་ལ་གློ་བུར་དུ་རལ་གྲིས་དུམ་བུར་བཅད་པ་དང་འདྲ་བར་གས་རིར་བསླངས་འདུག་ཁོང་གི་ཤ་རྒྱགས་ཀྱང་གཏན་བརླིང་འགྱུར་མེད་དུ་མངོན་པའི་སྟོང་གི་སྨད་ཕྱོགས་སུ། ཐུང་ངུར་བཞར་བའི་དམའ་རིས་ཁེབས་ཡོད། ནག་འཁྱིག་འཁྱིག་གི་མིག་ནི་རྒྱང་གྲབ་ཏུ་གྱུར་ཡོད་ནའང་མིག་མདངས་ལས་ཧ་ཅང་རྣོ་ཞིང་འཚོལ་ཞིབ་ཀྱི་འོད་ཅིག་འཕྲོ་རུ་བྱེད། གདོང་གི་འཛུམ་འོག་གིས་རྒྱུན་པར་མི་ལ་ཅུང་ཟད་ཟུར་ཟ་བྱེད་པའི་སྣང་བ་ཞིག་སྟེར་བ་ཡིན། ཁོང་གི་གཞན་དང་མི་མཚུངས་པའི་མཆུ་ཤེལ་གྱིས་ཡ་མཆུ་གྱེན་དུ་བཀྱགས་འདུག་པས་ན་ཧ་ཅང་རྒོད་བྲོ་བའི་སྣང་བ་ཞིག་ཀྱང་སྟེར་རོ། དེ་ལྟར་མི་ཇེ་མང་ནས་ཇེ་མང་དུ་གྱུར་ཏེ་མགྲོན་ཤག་ཆུང་ངུའི་ནང་དུ་ཡོངས་སུ་གང་བས། ལྷས་མ་ཐག་པའི་མི་རྣམས་གསོལ་ཤག་ཏུ་འདུ་དགོས་བྱུང། སྐབས་དེར་ཧྥུ་ལོ་པེར་གྱིས་རྣམ་འགྱུར་སྣ་ཚོགས་སྟོན་པ་ཁོ་ན་མཐོང་ཐུབ། ཁོ་རང་ཕུར་ལ་ཁེབས་བྱས་པ། མི་འདི་འདི་ནི་གོམ་པ་ཆེན་པོ་ཞིག་སྤུས་ཏེ་མི་དེ་འདི་འདི་བྱིན་པ་ན། ཁོང་གི་གྱོན་པའི་ནང་དུ་བརློང་བརྒྱབ་པས། གཉའ་བཀྲུས་ཐོག་གི་ལོང་ཡར་དང་མཚུངས་པར་ཕྱི་ལ་འབུར་བར་བྱེད། ཁོང་ལ་སྐབས་རེར་ངར་ཤུགས་ཀྱིས་འཁང་པ་དང་སྐབས་རེར་དྲང་བདེན་གྱི་ཁོང་ཁྲོ་མིའི་ལྟར་འབར་བ་དང། སྐབས་རེར་སྤྲོ་སེམས་དྲག་པའི་འཁང་པ། སྐབས་རེར་རྩོད་རྩལ་གཞན་ལས་འགོངས་པ་ཡིན། ཁོང་སྤྲོ་སེམས་རྒྱས་པའི་སྐབས་སུ་གཞན་ལ་བཞད་གད་མཐོང་མི་ནུས་མོད། འོན་ཀྱང་སྤྲོ་སེམས་འཇགས་རྗེས་ཕྱི་དལ་བག་ཡོད་ཀྱི་ཚིག་གིས་ཀུན་གྱི་ཡིད་ལ་སྤྲོ་བ་བསྐྱེད་པ་རེད། ཁྱད་པར་དུ་ཁོང་གི་ཁྱད་མཚར་གྱི་དབྱིན་ཛིན་ནུས་པ་དང་མཆན་གསོལ་ཡང་བ་དེས་མི་རྣམས་ཧ་ལས་སུ་འཇིགས་པ་རེད། ཁོང་གིས་ཁ་ཧ་ཅང་གསལ་ཞིང་དོན་ཟབ་པའི་སྐད་ཆ་ཚིག་གཅིག་གིས་བགྲོ་གླེང་ཐེངས་གཅིག་གི་མཇུག་བསྡུ་སྲིད། ཁོང་གི་བསམ་བློ་སྐད་ཅིག་ལ་ལོ་རབས་དུ་མ་བརྒལ་ཞིང། དུས་རབས་མི་འདྲ་བའི་ནང་ནས་བྱུང་བའི་དོན་གཉིས་སམ་དོན་མཚུངས་པའི་ལེགས་བཤད་ཚན་པ་གཉིས་བཙལ་ནས་ཞིབ་བསྡུར་བྱས་པ་ན། རྡོ་འདྲ་བ་གཉིས་ཕན་ཚུན་ལ་བསྡད་པ་དང་མཚུངས་པར། བློ་སྒོ་འབྱེད་པའི་མེ་སྟག་ཅིག་ཁོང་གི་སྐད་ཆའི་ཁྲོད་ནས་འབྱུང་ངེས་ཡིན། མཐར། ཁོས་གྲོགས་པོ་རྣམས་རེ་རེ་བཞིན་འུད་སོང། ཁོང་གིས་མགྲོན་པོ་རེ་རེ་བཞིན་མདུན་ཤག་གི་བར་དུ་སྐྱེལ་མ་བྱས་ནས། མི་རེ་རེར་ཁ་བརྡ་ཅུང་ཙམ་བྱས་རྗེས། ཕ་རོལ་པོའི་ལག་པར་དམ་པོར་འཇུས་ནས་སླར་ཡང་སྤྲོ་སེམས་འཁོལ་བའི་དགོད་སྒྲ་སྒྲོག་བཞིན། ཁོང་ཚོའི་གྲགས་པར་ལག་པས་ལན་འགར་བརྡབས་པ་རེད། ཀློག་པ་དང་འབྲི་བ། ད་དཔའ་ཡབ་དག་བྱ་ད་བཞག་བཤད། མ་ཡབ་དག་མྱ་ན་རོ་མྱོ་ང་བཞག་མྱོང། བཤད་མྱོང། བཤད་མྱོང། མ་མཁའ་ཡབ་དག་འཆའ་འབྲི་ངེས་མཆེ་ན་བཞག་མཆིན། ད་དཔའ་ཡབ་དག་ཤ་ན་རོ་བཤོ་ད་བཞག་བཤོལ། མཆིན་བཤོལ། མཆིན་བཤོལ། ས་མ་བདག་སྨྲ་ར།

ཆེ་གེ་མོ། ཆེ་གེ་མོ། བ་རྒ་རབ་དག་བཛྲ་ན་རོ་བྲོ། ཀ་ལབ་དག་བླ་འབྲི་ངེ་ལྷེ་ང་བཞག་གླིང། བྲོ་གླིང། བྲོ་གླིང། ས་བབས་དག་དཔའ་ཡབ་དག་སྐྱ་གུ་གུ་སྐྱུ། ཁ་ན་རོ་ཁོ་ཀ་བཞག་ཁོག་སྐྱུ་ཁོག། སྐྱུ་ཁོག།

ཀ། རབ་བཏགས་བཀྲ་ཞབས་ཀྱི་དྲི་ལྔ་བཞག་དྲུང། རྐྱང་དྲུང། རྐྱང་དྲུང། ར། ལབ་བཏགས་བླ་ཞབས་ཀྱི་བླུ་ལྔ་བཞག་བླུང། ཀ། གཡའ་ན་རོ་གཡོ་ར་བཞག་གཡོ་རུ། བླུང་གཡོ་རུ།